སློབ་ཕྲུག་ཚང་མ་ལ་འཚམས་འདྲི་བཀྲ་ཤིས་ལེ་ད་རིང་སློབ་ཚན་བཅོ་བརྒྱད་པ་གཞན་ཕན་གྱི་སློབ་ཚན་དེ་མ་འབྲི་ཤེས་ཀྱི་ཡིན་ཀློག་གིན་ཀློག་གིན་མ་འབྲི་ཤེས་ཀྱི་ཡིན་ད། ད་ཁྱེད་རང་ཚོ་གིས་ག་རེ་གནང་ཡ་རེད་ལབ་ན། ཡག་པོ་བྱེད་ནས་གོ་ནས་བཞུགས་པ་དང་ཡག་པོ་བྱེད་ནས་གསན་རེད་བརྙན་ཐུང་དེ་ར། ཨ་ནི། ག་རེ་ཞུ་ཡིན་ཟེར་ན། གཙོ་བོ་པར་རིས་ལ་གཟིགས་རོགས་གནང་ར་པར་རིས་ལ་ཡག་པོ་བྱེད་ནས་གཟིགས་ཨ་ནི་ཨང་གྲངས་དང་པོ་ཡིན་ན་ཨང་གྲངས་དང་པོ་གི་ཡི་གེ་དེ་ཀློག་ཡ་རེད་ཨང་གྲངས་གཉིས་པ་ཡིན་ན་ཨང་གྲངས་གཉིས་པ་གི། མི་ཡིག་དེ་ལོག་པ་རི་ལ་གཟིགས་བྱས་རེད་རོ། ཨ་ནི་པ་རི་ལ་གཟིགས་པ་ཡིན་ནའི་ཤེས་ཐུབ་ཀྱི་རེད་གྲོང་དེ་ག་ལ་གང་འཚམ་ཡིན་ནའང་ད་ལྟ་གཙོ་བོ་ཁྱེད་རང་ཚོ་ལ། གྲོང་དེའི་འགྲེལ་བཤད་མ་རྒྱག་སྔོན་ལ་གཞན་ཕན་ལ་ན་ཁ་ཡིན་མིན་འདི་མ་ཁྱེད་རང་ཚོ་ལ་ཞུས་ཀྱི་ཡིན་འགྲེལ་བཤད་ད་གཞན་ཕན་ལ་ན་ཁ་འགྲེལ་བྱེད་ལ་ཞུ་དགོར་ཟེར་ན། སོ་སོའི་མ་ཡིན་པ་རོ། ཨ་ནི། སེམས་ཅན་རོ། མི། འབུ་སྲིན། ལ་སོགས་པ། སྲོག་ཆགས་ག་འདྲའི་ཞིག་ཡིན་པ་ཡིན་ནས་འདི་ལ་ནི་གཞན་གོ་རེ་ར་ནི་གཞན་ལ་ན་གང་ཟག་མི་གཅིག་པུ་ལ་གོང་མ་རེ་ར། ཆུང་ས་འབུ་གྲོག་མ་དང་ཁྱི་དང། ཞི་མི་དང། ཆ་ཚང་བྱེད་ལ་གོ་རེ་སེམས་ཅན་ར་ནི་སེམས་ཅན་ནང་གི་ནང་ལ་མི་ཡང་ཚུད་གོ་ར་དེ་འདྲ་ཡིན་དུས་ད་གཞན་ཕན་ཕན་ལ་ན་ཕན་ཐོགས་པ་ཕན་པ་ལ་ལའོ་རེ་མི་གཞན་པ་ལ་ཕན་པ་བ་མི་གཞན་པ་ལ་ཕན་པ་ཡང་ན་སྲོག་ཆགས་འབུ་སྲིན་ལ་ཕན་པའོ་དེ་ལ་གཞན་ཕན་ལའོ་རེ། ཀློག་གིན་དང་འགྲེལ་བཤད་རྒྱག་གིན་དང། ཉིན་ཞིག་འབྲོག་མ་ཞིག་ཆུ་ཡི་ནང་དུ་ལྷུང་ནས་ཆུ་ཡིས་ཡར་འཁུར་མར་འཁུར་བྱས་སྐབས་སྐྱ་ཀ་ཞིག་གིས་མཐོང་བ་རེད། ད་འདིས་མར་འགྲེལ་བཤད་ཞུ་བ་ཡིན་པ་ཡིན་ན། གཉིས་ཤིག་ལ་ན་ཉི་མ་གཅིག་རོ། འབྲོག་མ་ཞིག་ལ་ན་འབྲོག་མ་གཅིག། འབྲོག་མ་གཅིག་ནི་ཆུ་ཡི་ནང་དུ་ནི། ལྷུང་ནས་ལྷུང་ནས་ལ་ན་མ་ཚང་ནས་ཆུ་ཡི་ནང་ལ་འབྲོག་མ་མ་ཚང་ནས། ར། ཆུ་ཡི་ཡར་བསྐུར་མར་བསྐུར་བྱེད་སྐབས་ཆུ་ཡི་ཡར་བསྐུར་མར་བསྐུར་བྱེད་དུས་སྐབས་ལ་ལར་སྐྱ་ཀ་ཞིག་གིས་མཐོང་བ་རེད། སྐྱ་ཀ། སེམས་ཅན་ད་ལྟ་པོ་རོགས་འགྲོ་བ་སེམས་ཅན་ཞིག་དང་འདི། ཀ་ཁྲ་ཞིག་དང་འོ་དེ་གིས་མཐོང་བ་རེད་སེམས། སྲོག་ཆགས་ད་ལྟ་བྱ་ཞིག་དང་དེ་གིས་མཐོང་བ་རེད། ག་རེ་མཐོང་རེད་ལ་ན། འབྲོག་མ་དེ་ཆུ་ནང་ལ་ལྷུང་བ་ཡོད་པ་དེ་སུས་མཐོང་རེད། ཨ་ནི། སྐྱ་ཁ་གིས་མཐོང་བ་རེད། སྐྱ་ཁས་ལམ་སང་ལོ་མ་ཞིག་ཆུ་ཡི་ནང་དུ་འཕངས། སྐྱ་ཁ་གིས་ལམ་སང་བྱས་ལ་ཨ་ནི། ལོ་མ་ཞིག་ལ་ན་ལོ་མ་གཅིག་དེ་ཆུ་ཡི་ནང་ལ་གཡུགས་པ་རེད། ར་འཕངས་ལ་ན་གཡུགས་པ་རེད། འབྲོག་མས་ལོ་མར་འཐམ་ནས་ཆུ་ཁར་ཐོན་པ་རེད། འབྲོག་མ་ཡི་ཁ་ཤས་ལ་ན་ལོ་མ་ལ་འཐམ་ནས་ཆུ་ཁར་ལ་ཡང་ཐོན་པ་རེད། མ་ཡིན་ཟེར་ན་སྐྱ་ཀ་གིས་ལོ་མ་ཅིག་ཆུའི་ནང་ལ་གཡུགས་རོགས། འབྲོག་མ་གིས་ནི་ལོ་མ་དེ་ལ་ཕ་འཐམ་པ་རེད། ཡང་ཉིན་ཞིག་རྔོན་པ་ཞིག་གིས་སྐྱ་ཀ་ལ་མེ་མདའ་འཕེན་གྲབས་བྱེད་བཞིན་ཡོད། ཡང་ཉིན་ཞིག་ལ་ན་ཉི་མ་ཅིག་རོ་ཡང་བསྐྱར་ཉི་མ་ཅིག། རྔོན་པ་ཞིག་ལ་ན་རྔོན་པ་ཅིག་རྔོན་པ་ལ་ན། རི་དྭགས་སེམས་ཅན་རྒྱག་གིན་ཡོད་ར་རི་དྭགས་སེམས་ཅན་བསད་ངེས། སྟག་དང་གཟིག་དང་ཤ་བ་དང་དེ་འདྲའི་བསད་ངེས་སེམས་ཅན་ཡོད་ར། འོང་དེ་སེམས་ཅན་བསད་ངེས་ཀྱི་མི་བྱོས་ར་འདི་ལ་ཨ་ནི་རྔོན་པ་ལས་རེད་རྔོན་པ་ཞིག་གིས་རྔོན་པ་ཞིག་གི་ཁ་ཕྱིར་ལ་ན། སྐྱ་ག་ལ་མེ་མདའ་འཕེན་གྲབས་བྱེད་བཞིན་ཡོད། སྐྱ་ག་ལ་མེ་མདའ་བཞུ་རོགས་བྱས་ནས་བསྡད་ཡོད་རེད། འཕེན་གྲབས་བླ་ན། བཞུ་རོགས་བྱེད་པའི་གི་རྣམ་པ་སྟོན་གོ་རེད་ར། གྲབས་བླ་ན། ཟ་གྲབས་འགྲོ་གྲབས་བཏུང་གྲབས་འགྲོ་རོགས་ཡོད་པ་དང། ལས་ཀ་ཞིག་གང་ཞིག་ཨེ་ནི་བྱེད་རོགས་ཡོད་བ་དེ་སྟོན་གོ་རེད་ར། ཨ་ནི། རྔོན་པ་གིས་སྐྱ་ག་ལ་མེ་མདའ་བཞུ་རོགས་བྱས་བསྡད་ཡོད་རེད་དེའི་སྐབས་ལ་ར། སྐབས་དེར་འབྲོག་མས་མཐོང་བ་དང་ལམ་སང། རྔོན་པ་དེའི་འགྲམ་དུ་ཕྱིན་ནས་རྐང་པའི་ཉྭ་རིལ་ལ་སོ་ཤུགས་ཆེན་པོས་བཏབ། ད་ལམ་སང་ཅི་ལ་ག་ཕྱིར་ལ་ན། ར་སྐབས་དེ་དུས། འབྲོག་མས་མཐོང་བ་དང་འབྲོག་མ་གིས་ག་རེ་མཐོང་ལ་ན་རྔོན་པས་ཀྱིས་སྐྱ་ཀ་ལ་མེ་མདའ་བཞུ་རོགས་བྱེད་ཀྱི་ཡོད་བ་དེ་སུས་མཐོང་རེད་ལ་ན། ནི། འབྲོག་མེད་ཀྱིས་མཐོང་བ་རེད། འབྲོག་མེད་མཐོང་བ་དང། ལམ་སང་རྔོན་པ་དེའི་འགྲམ་དུ་ཕྱིན་ནས་རྐང་པའི་ཉྭ་རིས་ལ་སོ་ཤུགས་ཆེན་པོས་བཏབ། ལམ་སང་ཅི་ལ་ཨ་ནི། རྔོན་པ་དེས། འབྲོག་མ། རྔོན་པ་དེའི་འགྲམ་དུ། ཕྱིན་ནས། འགྲམ་དུ་འགྲོ་ནས་ར། ཕྱིན་ལ་ན་དུས་འདས་པ་ར། འགྲོ་ལ་ན་དུས་མང་པོ་དང་ད་ལྟ་བ་ར། འགྲོ་ནས་ཁ་ཕྱིར་ལ་ན། ར། རྐང་པའི་ཉྭ་རིས་ལ་སོ་ཤུགས་ཆེན་པོ་ཅིག་བརྒྱབ་པ་རེད། སོ། སོ་ཤུགས་ཆེན་པོ་ཅིག་བརྒྱབ་ས་དེ་སུ་ལ་བརྒྱབ་རེད་ལ་ན། སྔོན་དཔག་གི་ཉབ་རི་ལ་ར། རྒྱ་སྙེ་འདི་སུ་རེད་ལ་ན། འབྲོག་དམར་རེད་ར། འབྲོག་དམར་གྱིས། སྔོན་དཔག་གི་རྐང་པའི་ཉབ་རི་ལ་སོ་ཤུགས་ཆེན་པོ་ཅིག་བཏབ་ལ་ན་བརྒྱབ་པ་རེད་ཟེར་བ་སོ་ཤུགས་ཆེན་པོས་བཏབ་ལ་ད་བཏབ་ལ་ན་བརྒྱབ་པ་ར་སོ་བརྒྱབ་པ་འོ་འདི་དོན་དག་རེད། རྔོན་པ་དེ་ཡིས་ཨ་ཚ་ཞེས་སྐད་སྙན་ཤོར་ཏེ། ལག་གི་མེ་མདའ་ས་ལ་བསགས། དེར་བརྟེན། སྐྱ་ཀ་ཉེན་ཁ་ལས་ཐར་ནས་འབྲོག་མ་ལ་ཐུགས་རྗེ་ཆེ་ཞུ། ད། འདིའི་དོན་དག་ག་རེ་ཞུ་དགོས་ཟེར་ན། དེའི་སྔོན་ལ་འབྲོག་མ་རེ་གིས་རྔོན་པ་གྱི་ཉྭ་རིལ་ལ་སོ་བརྒྱ་ཟ་དེ་འདྲི་སོང་ཙང། ཨ་ནི། རྔོན་པ་གྱིས་ཨ་ཚ་ལ་ནི་སྐད་ཅིག་ཤོར་རེད་སྐད་སྙན་ལ་ནི་སྐད་སྡུག་ཅག་ཅིག་ཤོར་རེད་ལར་ངས་ལ་ན་ད་ང་རང་ཚོ་ཕལ་སྐད་དོན་ལ་ན་ཕལ་སྐད་དོན་དེ་མ་ཞུ་བ་ཡིན་ན་སྐད་སྡུག་ཅག་ཅིག་ཤོར་གི་འདུག་འོན་ཏེ་ཤོར་རེད་ཤོར་ཏེ། ར་ཤོར་ཏེ་འདི་རྗེས་ལ་ཨ་ནི་ལྷག་བཤད་ཀྱི་ཁྲེལ་འདུག་ད་དྲང་པོ་བལྟས། ད་ཁྱོད་རང་ཚོ་འོན་ཏེ་རྗེས་ལ་བྱང་གི་ཡིན་ན་ཡང་ད་དྲང་པོ་བལྟས་འདི་ལྷག་བཤད་ཀྱི་ཁྲེལ་རེད་འདི་རྗེས་ལ་ཕར་ཕྱིར་ལ་ན་ལག་གི་མེ་མདའ་ས་ལ་ཟགས། ར། ཁོ་རང་གི་ལག་པ་ལ་མེ་མདའ་ཡོད་ཁྱོད་དེ་མ་ཐང་ག་ལ་མ་ཟགས་པ་རེད། ར། སུའི་ལག་པ་ལ་མེ་མདའ་ཡོད་ལ་ན་རྔོན་པ་གི་ལག་པ་ལ་མེ་མདའ་ཡོད་པ་དེ་མ་ས་ལ་ཟགས་པ་རེད། ར། ག་རེ་བྱས་ནས་ས་རུ་ཟགས་པ་རེད་ལ་ན་ཁོ་རང་ལ་འབྲོག་དམངས་ཀྱིས་སོ་ཤུགས་ཆེན་པོ་ཞིག་མ་བཏབ་ར། སོ་ཤུགས་ཆེན་པོ་ཞིག་མ་བརྒྱབ་ར། དེ་འདྲས་སོང་ཙང། ཁོ་རང་གི་ལག་པ་ལ་མེ་མདའ་ཡོད་ཁྱོད་དེ་མ་ཟགས་བ་རེད། དེར་བརྟེན་སྐྱ་ཀ་ཉེན་ཁ་ལས་ཐར་ནས་འབྲོག་མ་ལ་ཐུགས་རྗེ་ཆེ་ཞུ། རྒྱུ་མཚན་དེ་ལ་བརྟེན་ནས་དེར་བརྟེན་ལ་ན་རྒྱུ་མཚན་དེ་ལ་བརྟེན་ནས་གར་བྱེད་ལ་ན་སྐྱ་ཀ་ཉེན་ཁ་ལས་ཐར་བ་རེད། སྐྱ་ཀ་ག་རེ་ཉེན་ཁ་ལས་ཐར་རེད། ཁོ་རང་གི་ཚེ་སྲོག་དེ་ཤོར་རོགས་བྱེད་ས་དེའི་སྐབས་ལ་ནི་ཁོ་རང་ལ་མེ་མདའ་གཞུས་རོགས་བྱེད་ངེས་དེ་རྔོན་པ་གི་མ་གཞུས་རོགས་བྱེད་འདོད་དོའི་སྐབས་ལ་ར་ཨ་ནི་འབུ་འབྲོག་མ་གི་སོ་རྒྱབ་ར་དེ་འདྲས་ཡིན་དུས་ཨ་ནི་ཁོ་སྐྱ་ཀ་ཁོ་རང་དེའི་ཉེན་ཁ་དེ་ནི་ཁོ་རང་སྲོག་ཤོར་རེས་ཀྱི་ཉེན་ཁ་དེ་ནི་མ་ཐར། དེ་འདྲ་ཡིན་དུས་ཐར་ནས་ནི་སུ་ལ་ཐུགས་རྗེ་ཆེ་ཞུས་ལ་ན་འབྲོག་མ་ལ་ཐུགས་རྗེ་ཆེ་ཞུས་བ་རེད། ཐུགས་རྗེ་ཆེ་ཞུས་མཁན་དེ་ནི་སྐྱ་ཀ་སྐྱ་ཀ་བྱ་ཡི་དོ། ཐུགས་རྗེ་ཆེ་ཞུས་ས་དེ་ནི་འབྲོག་མ་ལ་ཐུགས་རྗེ་ཆེ་ཞུས་དོ། གང་ཡིན་ཟེར་ན་ཁོ་རང་གི་སྲོག་དེ་མ་བསྐྱབས། དེ་འདྲ་ཡིན་དུས་ཁྱེད་རང་ཚོ་གིས་མ་གྲོངས་དེ་ཡག་པོ་བྱས་ནས་མ་བློ་དར་མགོ་ཚུགས་རེས་ཡག་པོ། གཞན་ལ་ཕན་པར་བྱས་ན་རང་ལ་འགྲན་སྲང་སྨིན་ཡོང་སྙམ་བྱུང་འབྲོག་མ་ཞིག་གིས་སྐྱ་ཀའི་ཚེ་སྲོག་བསྐྱབས་སོང། ད་འདིས་དོན་དག་འདི་རིགས་མར་འགྲེལ་བཤད་ཞུ་བ་ཡིན་པ་ཡིན་ན། སེམས་ཅན་གཞན་པ་ལ་ཕན་ཐོགས་པའི་བྱ་བ་བྱས་པ་ཡིན་པ་ཡིན་ན། ར། སེམས་ཅན་གཞན་པ་ལ་ན་ད་ད། མི་ལ་སོགས་པ་སྲོག་ཆགས་འབུ་སྲིན་གང་འདྲ་ཅན་ཡིན་པ་ཡིན་ནས་དེ་ལ་ཕན་ཐོགས་པའི་བྱ་བ་བྱས་པ་ཡིན་པ་ཡིན་ན། ར། ཕན་པ་ལ་ན་ཕན་ཐོགས་པ། བྱེད་ལ་ན་བྱ་བ་བྱེད་པ་ཡིན་པ་ཡིན་ན་རང་ལ་དྲན་བསམ་མི་ཡོང་སོ་སོ་རང་ཉིད་སོ་སོ་ལ་ནི་ག་རེ་ཡོང་གི་རེད་ལ་ན་འབྲས་བུ་བཟང་པོ་འབྲས་བུ་ཡག་པོ་ཐོབ་ཀྱི་རེད་ལ་སྨིན་གྱི་རེད་ལ་ན་ཐོབ་ཀྱི་རེད་ཟེར་བ་ཉམ་ཆུང་གྲོག་མ་ཞིག་གིས་སྐྱ་ཀའི་ཚེ་སྲོག་བསྐྱབས་སོང་ལ་ན་ར། མཉམ་ཆུང་བཅུ་ཡོད་པའི་གྱི་གྲོག་མ་དེ་ཡི་རོ་ཨ། གྲོག་མ་ཞིག་ལ་ན་གྲོག་མ་གཅིག་གི་རོ་ཨ། མཉམ་ཆུང་ལ་ན་མཉམ་ཆུང་ཆུང་ལ་ཨོ་ར། ག་འདྲེ་ཅི་ཡིན་ནའི། གཟུགས་སྟོབས་ཀྱི་ཆ་ནས་ཡིན་ནའི་རེད། རོ་ཨ། ཨ་ནི་སྤྱོད་པ་གྱི་ཆ་ནས་ཡིན་ནའི་རེད། རོ་ཨ། ཨ་ནི་ཡ་རབས་སྤྱོད་བཟང་གི་ཆ་ནས་ཡིན་པ་ཡིན་ནའི་རེད། ཅིག། ཧམ་པ་མ་ཤེས་པ། འདི་ཆ་ནས་ཡིན་པ་ཡིན་ནའི་རེད། རོ་ཨ། སུ་སུ་ཀི། ཨོ། སྤྱོད་པ་ཡ་རབས་ངང་ནས་མ་ཞུ་ཨེ་ཞོ་རག་འདི་ལ་ཉམ་ཆུང་ལེ་རེད། ཡིན་ན་ཡང་ད་འདའ་དེའི་སྐབས་ལ་ཨ་ནི་འབྲོག་མ་ཆུང་ཆུང་དེ་ར་འབྲོག་མ་ཆུང་ཆུང་ཞིག་གི་ཨ་ནི་སྐྱ་དཀར་གི་སོག་ཚེ་སོག་ལ་ན་སོག་ར་ང་རང་ར་སོག་དེ་ཡང་སྐྱབས་རེད་ར་སྐྱ་དཀར་གི་སོག་དེ་སྐྱ་བྷེ་ལ་རོགས་པ་བྱེད་ས་གྲོགས་མོད་ཀྱི། འོང་དེ་ཞུ་བ་རེད། ཨ་ནི་གཙོ་བོ་ད་ཁྱོད་རང་ཚོ་ག་རེ་གནང་དགོས་ལབ་ན་འདི་མ་ཡག་པོ་བྱེད་ནས་ཀློག་ཨ་ནི་ཅིག་མ་མ་ཤེས་པ་ཡིན་ན་རྟགས་རྒྱག་ཨ་ནི་རྒྱལ་ལ་ལ་སྐད་ཆ་དྲི་ཡིས་དེ་འདྲས་གནང་དགོས་རེད། ཁྱོད་ལ་ག་རེ་ཡོད་པ་དེ་མ་ཁྱེད་རང་ཚོ་གི་སྦྱོང་ཚན་དེ་མ་བྲིས་ན་ངའི་རེད། ཁོང་ཚོས་ག་རེ་གནང་གི་འདུག་ཁོ་རང་ཚོ་ག་རེ་བྱེད་ཀྱི་འདུག་འོ་དེ་མ་བྲིས་རེད་ར་པ་རི་ལ་ཡག་པོ་བྱེད་ནས་གཟིགས་ནས། མཐུན་སྦྱོར་བྱས་ཏེ་ཡང་ཡང་ཀློག་ལ་དང། ཕར་ཚུར་མཐུན་སྦྱོར་བྱས་རེད། མཐུན་སྦྱོར་བྱས་ཏེ་གོང་གི་ང་ཚོ་སློབ་ཚན་མང་པོ་ཅིག་ཕྱིན་ཚར་བ་ཡིན་ནང་བཞིན་གྱི་ཁྱོད་རང་ཚོ་མར་མཐུན་སྦྱོར་བྱས་རེད། ཚེ་འདི་བར་ལ་བར་སྟོང་ཡོད་རེད། ཁྱེད་རང་ཚོ་གི་ཤིང་སྡོང་གི་སྡོང་པོ་དེ། གི་ལོ་མ་དང་དེ་ཚོ་ལ་ཡིད་ཁྲིད་གནང་འདུག་དེ་ཚོ་ཡག་པོ་བྱས་ནས་གཟིགས་བྱས་ཨ་ནི་བ་གི་གཤམ་གྱི་ཡི་གེ་བར་སྟོང་དེ་ལ་དཀའ་ངལ་རེད། སློབ་ཚན་འདི་ཟླ་གང་ཙམ་རེད། ཚང་མ་ལ་ཐུགས་རྗེ་ཆེ་ཞུ།